ང་ཚོ་བོད་ཀྱི་ལོ་རྒྱུས་དེ་ད་ལྷོ་བྲག་ཆེན་པོའི་ནང་ལ་བལྟས་ཚོད་མ་གཏོགས་ལས་མི་འདུག་ཨ། ད་འཛམ་བུ་གླིང་ས་ལོ་སོ་ཚོད་མང་གི་ལྷོ་བྲག་ཆེན་པོའི་ནང་ལ་རང་མི་རིགས་ཀྱི་ལོ་རྒྱུས་བཤད་ཨ་ནི་འབྲིང་པོ་ནང་ལ་བཤད་ཆེན་པོ་ནང་ལ་བཤད་དེ་གི་ཡོད་རེད་ཡིན་ན་ཚང་མ་གི་རང་གི་ལོ་རྒྱུས་ཤིག་གི་ང་ཚོ་བོད་ལོ་རྒྱུས་ཤིག་ལ་མ་རེད་གསར་འགྱུར་མ་གཏོགས་ལ། དེ་ལ་ངས་ལོ་རྒྱུས་དང་པོ་བྱས་ཏེ་གཅིག་བྲིས་ན་ཨ་ནི་མཁས་པ་ལ་ལྟ་ཅི་བྱེད་གཉིས་པ་ད་ལྟ་བོད་ལྗོངས་ལ་དཔའ་རྒྱལ་འགའ་ཡོད། ལོ་རྒྱུས་དེ་སྤུས་ཆེན་གྱི་ནང་ད་ཡོད་ཟེར་བ་ཡོད། ལོ་རྒྱུས་དེ་ཧ་གོ་བ་ང་སུ་ཡིན་པ་ང་རང་བོད་པ་ཡིན་པ་བོད་པ་ག་བ་ཡོད་པ་དེ་ཧ་གོ་བའི་གི་སྟེང་ལས་དེ་ནས་ད་ང་རང་ཟ་ག་འདྲ་འཛམ་བུ་གླིང་གི་མི་ཐམས་ཅད་དང་འདྲ་ལ་ཡར་རྒྱས་ག་འདྲ་གཏོང་གི་ཟ་འགའི་ད་དུས་རབས་འདིའི་ནང་སླེབས་ཚར་དུས་དེ་ནས་དཔལ་འབྱོར་རིག་གནས་སོགས་ཡར་རྒྱས་གཏོང་ཡག་དེ་རེད་ད་ལྟ་ང་ཚོ་འདི་ཁྲིམས་ཁྲིམས་ལྟ་དེ་རེད་ཅི་ཞིག་དེ་བསམ་པ་ཅོག་ཡང་ཡང་འདྲ་བ་ཅིག་མ་གཏོགས་མི་འདུག

འགྲོ་བ་མིའི་རིགས་ཀྱི་ཡིག་ཚང་གི་གཟུགས་སྲོལ་གང་ཟག་ག་རེ་མི་ཟ་དེ་ཧ་གོ་གི་ཡོད་རེད་དེ། ཨ་ནི་ད་དུང་ཡང་ཅིག་ཟས་འདི་ཟ་ཆོག་འདི་འཐུང་མི་ཆོག་ཟེར་དེ་ཡང་འདྲ་པོ། ཨ་ནི་མི་སྣ་ཁོ་ན་ཡིས་དེ་སྐད་ཀྱང་ཧ་ཅང་གི་བུ་རྫུ་དོག་པོ་ཚ་ཆེ་བོ་རེད། གལ་སྲིད་འགྲོ་བ་མིའི་ལུས་ཁམས་ལ་གནས་མི་གནས་ཀྱི་ཟ་ཆས་ཀྱི་སྐོར་བཤད་ན་ད་སྨན་པ་ཅིག་གིས་བཤད་ན་འགྲིག་གི་རེད་ང་ཚོ་འཕྲོད་བསྟེན་ལས་ཁུངས་འདི་ཚོ་གིས་མ་གཏོགས

རང་རང་སོ་སོ་གི་ཁྱིམ་ཚང་དུ་ཡར་རྒྱས་གཏོང་རོགས་གྱིས། ཁྱིམ་ཚང་ཡར་རྒྱས་གཏོང་ཡག་ལ། ད་གི་ག་རེ་ཡོད་ཟེར་ན་རང་གི་ནང་གི་སྤུ་གུ་དེ་ཚོ་གསོ་སྐྱོང་ཡག་པོ་བྱེད་ཀྱི་ཡོད་རེད། དེ་ནས་ད་ལྟ་དུ་ངོས་ནས་འགྲོ་ན་རྒྱ་གར་གྱི་དཔེ་ཡག་པོ་བྱེད་ཀྱི་འདུག་ཁང་པ་ལས་རོགས་བྱེད་ཀྱི་འདུག་དེའི་སྟེང་ལ་ལམ་ལས་རོགས་བྱེད་ཀྱི་འདུག་ཟ་མ་བཞིན་གྱི་འདུག་སྤུ་གུ་དང་ལྷོ་བྲ་ལ་སོང་ན་པ་ལག་བཀྲག་གི་འདུག་ད་ང་རྔན་པ་སོང་ན་པ་ལག་སོང་ན་ཡིན་ན་ཡང་འདྲེ་གི་མི་ཚེ་སྤྱིར་འདི་འདྲ་ཅིག་སོ་དེ་ན་ཡོང་གི་མ་རེད་ང་ཚོ་བྱ་བ་ནི་མ་རེད་ལོང་བ་ནི་མ་རེད་སོ་དེ་གི་ཡ་ཡོད་ཡོད་མ་རེད་རང་གི་རྐང་པ་བཏིང་ནས་རང་ལོང་ཐོ་ཡ་ཅིག་གི་ན་མི་ལ་ཡན་ཏན་གི་ཡོད་རེད་ད་ལྟ་གི་གནས་སྟངས་འདི་ད་དངོས་གནས་བཤད་ན་ཀྲུང་གོའི་རྒྱལ་ཁབ་ནང་ལ་ང་ཚོ་སྐྱོ་གིན་འདྲ་བ་ཆོག་ད་ཡིན་ས་རེད་མ་འོངས་པ་ལོ་ཉེས་ཀྱི་ཆུང་ཆུང་ནང་གི་ང་ཚོས་ད་ལྟ་གི་གནས་ཚུལ་འདི་མཇུག་བསྡོམས་འགྲོ་བསྡད་ན། ད་ལྟ་བདེ་ཐང་གི་སྡོད་ན་ཆེད་དུ་ཆེད་དུ་ང་ཚོ་ཡོང་རྒྱུ་ཡོད་ལ་མ་རེད། བརྒྱ་ཆ་གི་འདི་ལྟར་སུས་བསྡད་ན་ལ་ལོ་བརྒྱ་ཉིས་བརྒྱ་ལ་ནི་སོས་གི་མ་རེད། དེ་ག་ནང་བཞིན་གྱི་དེ་ནི་ཆོས་ལུགས་རྐྱང་རྐྱང་གི་སྟེང་ལ་བསམ་བློ་གཏོང་སྐབས་ཁོ་ཚ་ན་ནི་ད་སེ་བེད་ལྟར་རྐང་ལག་ཡེ་མ་གཏོགས་ང་ཚོ་དངོས་གནས་བཤད་ན་ཨ་ནི། རྒྱ་སྐད་ཟེར་ན་སྤྱིའི་སེམས་མ་བརྩེ་ཡོད། ཉག་ཐང་ཚེ་འདས་པ་ལ་བའི་ཆོས་དག་ཡོད་མེད་ཐམས་ཅད་དུ་འགྱུར་ཡ་མེད་པ་ཅི། ཨ་ནི། འཕང་གི་བུ་ཡོད་བུང་གི་སྒྲ་ཡོད་ཟེར་ཡ་དེ་རིང་ངས་ཆོས་དད་པ་མ་བྱེད་ཟེར་གྱི་མེད་ཨ་དེ་ངས་ཚིག་ལ་བཤད་མ་ནུས། ཡིན་ན་ཡང་ཆོས་དད་པ་བཟོ་ཡ་དེ་ལས་ཨ་ནི། དེ་ཅི་ཚད་ཀྱི་ཅི་ཡོད་རེད། ཕོ་གསར་དེ་ཡ་རྒྱལ་གཏོང་གི་འདུག་མི་ཚོང་ཚོང་མ་གི་རང་གི་བུ་རྒྱལ་དེ་ཡ་ཨ་ནི་ལོ་གྲ་ནང་མ་ལ་ལོ་སུམ་ཅུ་གི་ནང་ལ་མི་ཡོད་ཚད་དེ་ཡན་ཏན་བྱ་བྱ་བྱ་དེ་ཡན་ཏན་བྱེད་ལ་འཇུག་ན་ཐོ་ཤིག་ལ་མི་རང་པ

དེ་ནས་རྟ་བདག་ཁམས་དང་ཨ་མདོ་གཉིས་ཀྱི་བླ་མ་དེ་ཚོ་རེ་འདུ་ཤེས་མི་དགེ་བ་བཅུ་ཚང་མེད་པར་སྔགས་ཕྱག་ཚོང་ཚོང་ཟིན་གྱི་ལས་ཀ་དེ་ལས་དེ་ནས་བླ་མེད་ཀྱི་ན་བཟའ་དེ་བྱས་འགྲོ་དེ་དུས་ཐམས་ཅད་ལས་ཆོས་བརྒྱུད་རིན་ཐང་མེད་མཁན་ཆོས་ལ་དད་པ་མེད་མཁན་ཚོ་མཁྱེན་གྱི་ངེས་ན་ཁྱེད་རང་ཁྱེད་རང་ཚང་གི་དུས་ནང་ཆོས་ཆེན་པོ་ཆེ་ས་དག་ཡོད་རེད་བླ་མེད་ཀྱི་ལས་འགན་དེ་ག་རེ་རེད་ཟེར་ན་ལུང་པ་དེའི་ནང་ལས་མི་གཅིག་གནའ་དེར་ཡོད་ན་འདྲ་ཤི་དེར་ཡོད་ན་འདྲ་དེ་ན་ལ་འགྲོ་སྔོན་བ་འདི་དོན་བླངས་འདི་ཆོལ་ཁ་འདི་ཕོ་བ་དེ་ན་ཚེ་ཕྱི་མ་ལ་འདྲེས་ཐུབ་ཀྱི་ཡོད་མི་ཡོད་ཧ་གོ་གི་མེད་ངས་དེ་ལབ་ཐུབ་ཀྱི་མེད་དེ་ཚེ་འདི་ལ་འདུམ་མཁན་གྱི་མི་དེ་ཚོ་གི་སེམས་གི་ནང་གི་སྡུག་བསྔལ་དེ་རྒྱ་ཆེན་སྔ་ཕྱི་ཐམས་པ་མེད་པ་ཆགས་འགྲོ་གི་རེད་དཔེར་ན་སྙིང་འདྲ་བོ་ཅིག་ཤི་སོང་ན་ནང་དེ་ན་ལ

འཇིག་ཏུ་བྱེད་ལ། ཁྱོད་ངའི་ཁ་ལ་མ་ཉན་ན་ངས་ཁྱོད་ལ་འདོན་མ་འདོན་གི་མེད། ཁྱོད་ངལ་རྩོལ་གྱི་ཁ་ལ་མ་བྱས་ན་བྱིལ་བྱིལ་མ་བྱས་ན་ཨ་ནི་བཤའ་འཇུག་འདོན་གི་མེད། སྔོ་བ་འདོན་གི་མེད་སྨོན་ལམ་འདོན་གི་མེད་ཟེར་ཡོད་ལ། དུས་དུས་རྒྱུན་ངག་གི་སྐད་ཆ་རེད་མ་གཏོགས་ནོངས་པ་སངས་རྒྱས་པ་ལ་དེ་འདྲ་ཡོད་ལ་མ་རེད། དེ་ལ་ཁྱོད་ལ་རིན་ཐང་མེད་ཚར་བ་ར་ཁྱོད་ཀྱི་ཕན་ཐོག་ལ་མ་རེད།

ཚངས་པ་ཅན་མ་ཚང་པའི་ས་རུ་འདི་བཞིན་ནུབ་རྒྱུའི་ཆ་དེ་ཡོད་པ་རེད་ཟེར་དུས་འགྲོ་པ་ནང་དུ་ན་སྔ་ནས་རེད་ག་འདྲས་བྱས་ན་སྤྱི་དོན་གྲོས་ཚོགས་གྲུབ་པ་ཚོ་སྲིད་འཛིན་འདྲ་ལི་ཏེ་བསྟན་མཁན་འདྲ་བོ་རྫུན་ཁྲིགས་མི་མང་བདེན་མི་འདྲ་བ་དེ་ཚོ་མང་པོ་ཅི་ཨ་ནི་འདི་བཞིན་ནུབ་རྒྱུའི་ལུགས་མང་བས་ན་སྔ་མོ་གལ་ཏེ་དེ་ཡོད་ལས་པར་དེ་ནང་ཡན་ཏན་གྱི་མི་ཆེན་མང་པོ་ཅིག་ཚར་དུས་དེ་ནས་ཚངས་པ་ཅན་མ་འགྲོ་ས་ཡོད་ལ་མ་རེད་དེ་ནས་ང་ཚོ་སོ་སོར་ཤུགས་རྒྱག་གི་བཞུགས་མཁན་གཅིག་དེ་རེད་གཉིས་པ་དེ་ལས་ཨ་ནི་སློབ་གསོ་ཅན་གྱི་ཡག་པོ་ཞིག་བྱ་མི་ཐང་ཆད་ཡན་ཏན་ཡིན་མཁན་ཆགས་སོང་ན་དེང་སང་གི་དཔའ་བོ་ཟེར་མཁན་དེ་ཡོད་ལ་མ་རེད་མི་གི་འཕྲིན་ལ་བསམ་ལ་གཏོང་རང་གི་སྲོག་ལ་བསམ་ལ་གཏོང་རང་གི་འདམ་ར་ལ་བསམ་ལ་གཏོང་འདི་རྒྱལ་རིགས་དགོས་མཁན་རྫིག་ངོ་དགོས་མཁན་དངོས་གནས་དོ་སྣང་བྱེད་ན་སྤྱི་ཚོགས་བདེ་འཇགས་ལ་ཕན་མ་སྲིད་པ་གི་ཕན་ཐོག་ཆེན་པོ་ཞིག་ཡོང་རེ་གི་ཡོད་སྤྱི་ཚོགས་བདེ་འཇགས་ཟེར་ཡ་དེ་མི་ཡན་ཏན་གྱི་མང་པོ་བསྡད་ས་ཅིག་ལ་སྤྱི་ཚོགས་བདེ་འཇགས་ཡོད་ད་ཡན་ཏན་མེད་མཁན་གི་ཆོས་ལ་དད་པ་ཅིག་བྱེད་དུས་ཨ་ནི་སྤྱི་ཚོགས་ཀྱང་རྙོག་དྲ་ཆེ་ཤོས

ཡོན་ཏན་ཡོད་ཚད་དུ་རིམ་པ་ཡར་རྒྱས་གཏོང་ཡག་གི་ཐབས་ཤེས་མང་པོ་བྱས་ཡོད་ལ། ཡིན་ན་ད་ལྟ་ང་ཚོ་ཡོན་ཏན་ད་ལྟ་ནས་འགོ་བཙུགས་ན་ལོ་ཉེར་དགུ་སུམ་ཅུ་བར་དུ་འབྲས་བུ་ལྡན་ལ་མ་རེད། བྱས་ན་མ་འོངས་པར་ང་ཚོའི་མི་རབས་ཡར་རྒྱས་གཏོང་ཡག་དེ་ལ་ད་ལྟ་འགོ་བཙུགས་རོགས་གྱིས། ཨ་ནི། ལོ་ཆུང་ཆུང་དེ་ཚོ་ཚང་མ་ལྷོ་བྲག་ནས་གཏོང་རོགས། ལྷོ་ཡན།

རྟ་རྙིང་གི་འགག་རྩ་བསྡུ་ན་སྤྱད་ན། ལོ་ཉེར་དྲུག་ཏུ་སོན་ཚུལ་གྱི་རྗེས་ལས། མི་ཚོགས་སོ་སོ་གིས་རང་གི་འབད་བརྩོན་བྱས་ནས་རང་གི་བུ་རྒྱུད་དེ་གསོ་སྐྱོང་ཡག་པོ་བྱེད་པའི་འོག་ན་ཁྱོད་རང་གི་ཕན་ལས། མི་རིགས་ཀྱི་ལ་རྒྱ་ཡོང་བ་དེ་རེད། དེ་ནི་ཁོ་རང་ཚང་གི་བསམ་བློ་གཏོང་གི་ལོ་ལྔ་བོད་པ་ཡིན་པའང་དེ་ག་ཧ་གོ་ལེར། བོད་ཀྱི་རྣམ་པའང་འགྱུར་འགྲོ་གི་རེད། དེ་མ་ཡིན་ན་མ་འོངས་པར་ལོ་ཉེར་གསུམ་གྱི་ནང་ང་ཚོ་འཛམ་བུའི་གླིང་གི་ནང་ལ་མི་རིགས་བསྡུས་ཤོས

ཨ་ནི་ཧྥེ་སྤྲུལ་སྨན་ལགས་ཀྱི་དབེན་པ་དེ་ནི་བོད་ལས་བསྡད་བསྡད་འདུག་དངོས་ན་ད་ལྟ་ང་ཚོ་འཛམ་བུ་གླིང་སྲང་ལ་ཡག་པོ་ཅིག་མ་ཐོབ་ན་བོད་ཟེར་ཡ་དེ་མ་འོངས་པ་ལ་འཛམ་བུ་གླིང་གི་རིག་གནས་ཀྱི་གད་སྙིགས་ཆགས་པའི་གི་ཏན་ཏན་རེད་ད་ལྟ་དེ་ལ་འོང་འཛམ་བུ་གླིང་ལ་ང་ཚོ་བོད་ཤེས་ཡ་ལ་མ་སེམས་ཤིག་པོ་ཡོད་རེད་ཅི་ཞིག་ཡོད་རེད་ཟེར་བླ་མ་ཁ་ཁད་ཅིག་གི་མགོ་སྐོར་ལ་བསྐྱལ་བསྡད་ཀྱི་ཡོད་རེད་ང་ནི་འཛམ་བུ་གླིང་ལ་སྐོར་ལ་སྙིགས་ཟོམ་གྱི་རྗེས་འགྲོ་ས་ལ་ཡིན་བོད་ལས་སྐྱིད་པ་ངས་མེད་པ་དེ་མ་མཐོང་ད་བླུན་ཤེས་རྐུབ་ཤེས་འདྲ་པོ་དེ་ང་ཚོ་ལུང་པ་ཡིན་པ་འདྲ། དེ་ལས་སྐྱོན་མེད་ན་སེམས་གཅིག་པོ་ཡོད་ལ་ནད་པ་ཡི་མ་ངན་ཐོག་མ་བཞིན་སེམས་གཅིག་པོ་མེད་པར་བསད་རེས་གོ་དེ་ལ་བསྟུན་རེས་གོ་དེ་ལ་ཤི་རྒྱག་ལུང་པ་ལས་རྩ་ཚང་ཚེ་རག་གི་སྟེང་གཉིད་སད་རེས་བྱེད་མཁན་མཐོང་མ་མྱོང་གུང་མོ་ཁ་ཁའི་སྟེང་ལ་གཉིད་སད་རེས་བྱེད་པ་མཐོང་མ་མྱོང་ད་ཁོ་རང་ཚོ་གཅིག་ཡང་ག་རེ་ཟེར་རེས་སེམས་ནད་ཡིན་མཁན་འདྲ་པོ་སྨྱོན་པ་འདྲ་པོ་དེ་ཚོ་གི་ནི་ཨ་ནི་མི་རང་དབང་གི་ལུང་པ་ར་བ་མི་འདྲ་འདྲ་པོ་བརྒྱད་ཡོད་དེ་ཡང་སད་མ་སད་ཅི་ལ་དེ་ནི་ཡོད་རེད་མ་གཏོགས་མི་ཐང་ཐང་ཡིན་མཁན་གྱི་ནང་ལ་དེ་འདྲ་ཞིག་གི་མཐོང་མ་མྱོང། བྱས་ཙང་ད་ལྟ་མིག་སྔར་བལྟས་དུས་ན་སྤྱོད་པ་སྡུག་ཤོས་ཡན་ཏན་མི་ཤེས་ཏེ་བོད་པ་ཆགས་པ་བོད་ཀྱི་ནང་ལ་ཁམས་ཆགས་པ་རང་གི་ལུས་ལ་བལྟ་ན་རང་གཞན་དུ་མཐོང་ན་ཡག་པོ་ཡོད་རེད། དེ་ནས་ཁ་ལས་འོང་རྒྱུ་མི་ལ་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་སྲིད་དོན་དུ་རང་གི་ཕ་མ་གསོད་མི་ཐུབ་བུ་སྐྱེས་གསོད་མི་ཐུབ་ལུས་པོ་ཞེ་སངས་ལ་ཐོང་འགྲོ་བསྡད་དེ་དེ་སྔོན་ལ་སྟོང་བཤད་རེད་བླ་མ་གྲྭ་པ་ལྟ་བུ་སྟེ་ཟེར་བའི

ག། ཉི་མ་གཅིག་ལ་འདི་ཡང་འདི་ཡང་ལས། མི་ཚོགས་གཅིག་གི་ནང་ལ་སོང་ལྕགས་ལག་ཡག་པོ་ཞིག་མཐོང་ན་མི་རྟག་པར་ཟ་གི་མི་འདུག་བ་དེ་ཐུག་ན་རྒྱ་ཐོག་ཅེས་མ་བོས་ན་ཕ་སྐད་གང་དྲག་གི་དེ་ཨུ་རོགས་དག་ལ་ཁུ་ལ་འགྲོ་གི་འདུག་བ། བྱས་ཙང་ཚང་མ་མི་རེད་བླ་མ་ཡང་མི་རེད་མི་ཤ་ཡང་མི་རེད་སངས་རྒྱས་རེད་དུ་མེད་གྲུ་པ་ཐུགས་རྗེ་ནི་མེད་ཚང་མ་གསང་བ་ཡག་པོ་ཞིག་བཏང་ལས་ཨ་ནི་གཅིག་གིས་གཅིག་མགོ་གཡོག་གཅིག་གིས་གཅིག་ཨ་ནི་ཆུ་ཡི་འདྲ་པོ་དག་དེ་ཚོ་གི་མགོ་གཡོག་བྱེད་བསྡད་ཅིག་དེ་ང་ཚོ་བོད་པ་ནང་གི་ཆག་སྒོ་རེད། ལོ་དྲུག་གི་སྔས་ལས་ངས་ཉག་མ་ཉོ་རྒྱ་ཉག་བཙོང་མཁན་ལས་རོལ་པ་རེད། ཟེར་ལས་ཡི་གེ་བྲིས་ལ་ཧ་ལས་ང་མཚོ་དམག་གི་བདུད་ཡིག་བདུན་ནོ་ཟེར་ལས་རྩེད་པ་མང་པོ་རྒྱག་བཞིན་དེ་ངས་དེ་མ་ཤོར་མིན་དེ་ལས་འབད་བརྩོན་བྱས་པ་ཡིན། ལོ་ལྷ་ས་གྲོང་པ་ལ་ས་ག་ཟླ་བ་ནོར་ཁོ་ཚོ་ཟེར་གྱི་འདུག་ཁམས་པ་ཁ་ཤས་རེད་མ་གཏོགས་ལ་ཉག་ཉོ་མཁན་མི་འདུག་དངོས་གནས་ང་ཚོ་ཆོས་མི་འདུག།

དེ་ཅི་ཙམ་མི་གཞན་དག་གི་འགྲན་པ་ལ་རང་གི་འགྲན་དུ་དགའ་གི་རེད། གྲོད་ཁོག་ཏུ་ཕོ་བ་ལྟོ་བུ་ན་ཟ་མ་ང་རུས་ཟེར་དུ་དགའ་ལེ་རེད་མ་གཏོགས་ང་ལྟོ་བུ་དྲག་ཆུ་ཟ་མ་ཟ་རུ་ཟེར་ལེ་རེད་ཁྱོད་དགའ་གལ་ཡོད་མ་རེད། ཨ་འདི་ཡག་པོ་ཞིག་བྱས་ལ་ཚོང་ར་དེ་འདྲ་བྱེད་རོགས་ཨ་ནི་ལྷག་པར་དུ་ཨ་ནི་ལོ་གཞོན་གཞོན་དེ་ཚོ་ག་ལ་སུན་ན་རང་གིས་རང་ལྟ་པོ་ཡག་པོ་བྱེད་རོགས། ཨོ། ལོ་བཅུ་དྲུག་དུས་སུ་ཡང་མི་སྟེར་དུ་སོང་ན། སྐུ་ལུམས་ཚ་པོ་ཆེ་རྒྱ་འདྲེ་འདུག། དེང་སྟོང་ཆུང་ཆུང་གཅིག་གི་སྟེང་ལ་གཉིད་སྨུག་ལོག་ལོག་བྱེད་རོང་སྨུག་ལོག་བྱེད་ཁྲོད་སྐམ་སྔ་མེད་ཅིག་གི་འདུག་ཨ། དེ་འདྲ་མ་བྱེད་རང་གི་རང་ལ་བསྲུང་རྒྱུ་རེད་པས་གལ་ཆེན་པོ་རེད་ཤོག་གཅིག་ནས་རང་གི་ལུས་བསྲུང་བ་བྱེད་པ་ལ་ཁ་བརྡ་པོ་ཡག་པོ་རྒྱོབ། ཕན་ཐོག་མེད་པའི་གི་ལ་རྒྱ་དང་ཆབ་སྲིད་དང་མང་པོ་བཤད། དེ་ལས་རང་ཉིད་ཟེར་གཅིག་ལ་ཡང་མདོ་ལམ་མིན་པའི་རང་དབང་མེད་པའི་ཆགས་ཡོང། དེ་ལ་ཆོས་ཡོད་བ་མ་རེད་བོད་ཀྱི་མི་རིགས་ལ་རྒྱ་བ་མ་རེད་ཕན་ཐོག་ལ་མ་རེད་རང་ལ་གནས་རི་ཞེས་ལུང་པ་ལ་གནས་ཞེས་དཔེར་ན་ཆབ་སྲིད་སྟེང་ལ་གཉའ་གི་ནུ་གི་མང་པོ་ཞེས་ཅི་བྱེད་འདུག་མཁན་དེ་ཚོ་དངོས་གནས་བོད་ལ་གནས་ཤེས་མཁན་རེད་མ་གཏོགས་ཕན་སྐད་མ་མངའ་ཐོག་ལ་མ་རེད་ཨ་ལེ་རང་ལ་གནས་ཞེས་ལུང་པ་ཡར་རྒྱས་གཏོང་བ་ལ་གནས་ཞེས་ཕ་མ་ལ་གནས་ཞེས་དེ་འདྲ་བཟོ་མཁན་རེད་མ་གཏོགས་ཆུ་འཆར་སྲིད་ཀྱི་སྐད་སྐད་ཐོག་ལ་མ་རེད་དེ་ལས་ཀྱང་ཞུས་ལེ་ཞིག་ཅི་རག་ན་དེ་ཟ་ཅི་རྫས་ན་དེ་ཉན་རིག་ནས་ཡག་པོ་གཞོན་ཕ་ཡིས་འཛུགས་སྐྲུན་བྱེད་པོ་དུ་བོད་ཀྱི་ལ་རྒྱ་བ་དེ་རེད། པ་དེ་ལས་རང་སྲུང་རྒྱུ་ཞིག་ལ་སྲོག་ཏུ་བདག་པོ་ཡག་པོ་རྒྱུ་དེ་འདྲ་ཆོས་བརྒྱུད་དེ་ལ་གསལ་རིག་མང་པོ་དགོས་ཀྱི་འདུག་ཡག་པོ་མི་འདུག་གསལ་མཁན་ལ། དཔེར་ན་མང་རྒྱལ་བླ་འཕྲིན་འདུ་ལ་ནི་བླ་མ་གྲྭ་པ་དེ་ཚོ་རེད་བཞག་ངས་ཤེས་ས་ལ་ཨ་ཀོང་དྲུག་གི་བླ་མ་གི་སྲས་གསུངས།

མོན་པ་སྤྲུལ་སྐུ་དགེ་ལུགས་མར་ཁུ་རུ་ཙང་བསྟན་རྣམས་མ་མི་དང་སེ་ཡན་འདྲ་བོ། ཨོ་རྒྱན་ཙོང་ཁ་པ་སེ་ཡན་འདྲ་བོ་དེ་ཚོ་ཚང་མ་དམ་པ་གྲོང་གསེབ་ཀྱི་མི་རེད་ཁུ་དྲུག་གི་ཡན་ཏན་ལ་དེ་ལས་ཡག་ཆ་ལམ་ཟེར་རེད་ཨ་ནི། དེ་བྱས་ན་ང་ཨ་ནི་བླ་མའི་ཡན་ཏན་ཞེས་ཀ་དེ་དུས་ཀྱི་སྟེང་ལ་ད་ང་ཚོ་གི་རྒྱ་གར་གི་རིགས་ཡུན་དུ་ཚོ་བོད་ཕྱུག་རྒྱུ་བེད་སྤྱོད་གཏོང་ཐུབ་མཁན་འདྲ་བོ་གཙོ་བོ་དེ་ཁོ་ཚོ་ཆགས་པ་རེད་དེ་ཡན་ཏན་ཡོད་པའི་རྒྱུ་མཚན་དེ་རེད།

དེ་ཚོའི་ནང་དེ་འདྲ་མི་འདུག་ད་ཁོ་ཚོ་གི་མི་མང་ལ་ཅི་དབང་ཅི་བྱས་པའི་དེ་ཚོ་རྒན་པ་ཚོ་གི་བཟོ་ཡ་ད་ག་རེ་ཟེར་ན་ཁོ་རང་ཚོ་གི་སློབ་ཕྲུག་ཚང་མ་དེ་ལས་གཞི་རེད་ཚ་ཁ་ཤས་ཤང་གི་ལས་གཞི་རེད་ཁ་ཤས་རྫོང་གི་ལས་གཞི་རེད་ཁ་ཤས་བེ་ཐུ་སོག་གི་ནང་ཡོད་འདུག་ཁོ་ཚོ་ད་དལ་གྱོན་འདུག་ཅི་མེད་པ་འདྲ་པོ་རྒྱག་ཟེར་ན་ཚོ་ཡི་ཞལ་མོ་དེ་ཅི་སུ་ཐམས་ཅད་མཐོང་ཞོག་གོང་ཚོ

གཉིས་ཀ་མ་ཚང་ལྷག་པར་དུ་མགོ་ཁྲིད་ནང་ཁུལ་གྱི་བུ་མོ་དེ་ནང་དེ་ནས་ཡིན་ལྷོད་གཡེང་ཡག་པོ་མི་བྱེད་རྒྱུའི་གྲས་རེ་འགའ་ནི་ང་མགོ་ཁྲིད་ཀྱི་བུ་རེད་ཟེར་ལྷོད་དྲག་གི་འདུག་རུ་ཞིག་ལ་མ་རེད་དེ་ནི་རྒན་པ་ནི་སྔོན་དུ་བླ་མ་ཞིག་སྤྲུལ་སྐུ་ཞེས་དེ་མཚུངས་མི་དེ་འདྲ་མང་དུ་འདུག་བ། འོ། དེ་རེད་ཁྱེད་དང་བླ་མ་ལ་ང་ཚོ་ཡིད་ཆེས་བྱེད་ཀྱི་མི་འདུག་བླ་མ་ཡག་པོ་ལ་ཡིད་ཆེས་མ་བྱེད་ཟེར་ལ་མེད་ཨ་བླ་མ་ཡག་པོ་དེ་བླ་སྲོག་གི་ནང་བླ་མ་གསར་པ་དེ་ཚོ་ལ་ནི་ཨ་ལས་ཡིད་ཆེས་ལོས་ས་དེ་དཀའ་ལས་ཁ་པོ་རེད་ཨོ། ད་འགྲོ་ཚུལ་བསྡུ་ན་ཆོས་ཟེར་ཡ་ཆོས་དུ་ང་ཚོ་འཇིག་རྟེན་ཟེར་ཡ་ནི་ཆོས་ཟེར་ཡ་དེ་ག་རེ་རེད་ཟེར་དུས། ཨ་ནི་འཚོ་བ་གི་ནང་ལ་ཨ་ནི་བྱ་འདྲ་པོ་ཁ་ཕི་འདྲ་པོ་ཨ་རོག་འདྲ་པོ་ཚ་འདྲ་པོ་དེ་རེད་ཡོད་ན་དཔེ་ཞིམ་པོ་ཡོད་ལེ་རེད་སྐྱིད་པོ་ཡོད་ལེ་རེད་མེད་ན་ཡང་ཐག་ཆོད་ལེ་མ་རེད། ད་ང་ཚོ་སོ་སོ་དང་རིག་གནས་ཟེར་ཡ་དེ་ལྷ་བ་ཟེར་ཡ་དེ་ད་ང་ཚོ་གི་ང་ནི་ཆོས་འདྲ་པོ་ཤ་འདྲ་པོ་མ་འདྲ་པོ་འདྲེ་འདྲ་པོ་སྔོ་ཚལ་འདྲ་པོ་རེད་དེ་ཚོ་མེད་ན་ནི་ང་ཚོ་འདས་ཐོར་མ་ཤི་ལེ་རེད་ཨོ་དེ་བརྗེད་དུས་ད་ཡན་ཏན་ཡོད་མཁན་ཅིག་གི་ཆོས་དད་པ་བྱས་ན་ཟ་མ་ཡག་པོ་ཟ་རྒྱུ་ཡོད་མཁན་ཅིག་གི་ཕི་ཇུ་སྤེ་ཚི་དོ་བ་ཙར་གྱི་མཐུན་ཨ་རོ་སྤེ་ཚི་གོང་ཙར་གྱི་མཐུན་འདྲ་པོ་དེ་འདྲ་པོ་ཅིག་རེད་ཨེ་ཟ་མ་བ་གིང་པོ་ཡོད་ལེ་རེད་སྐྱིད་པོ་ཡོད་ལེ་རེད

བསམ་པ་ངན་པ་དེ་ཚོ་གིས་མི་སེར་ཐམས་ཅད་ཨ་ནི་ལྷ་སྟོང་ནང་དམར་ཁྲིད་ཡས་མ་ཐུབ་ཡང་ཚན་རིག་གི་ལམ་ཡང་སྤྱི་མཚོ་འཛམ་བུ་གླིང་གི་མི་ཐམས་ཅད་འགྲོ་ཚུལ་ནང་སྐྱིད་བོ་ཁྲིད་གི་མི་འདུག་དེ་སྔ་དཔེ་གསལ་བཅོས་པོ་འདུག་དེ་སྔ་མ་ལ་ན་འདི་གི་འདི་ལ་གི་དེ་མི་འདུག་ཨོ་ལོ་དྲུག་ཅུ་ག་ཚ་ཚིག་གི་མི་རེད་མི་སེར་གཅིག་ལ་ཕན་ཐོག་ཡིན་ནམ་མེད་ན་ང་ཚོ་བོད་གི་ནང་ལ་ལས་ཀ་བོད་གི་སོ་སོ་གི་དེ་འདི་ལས་ཀ་བྱེད་རིག་གནས་གི་དེ་འདི་ལས་ཀ་བྱེད་བོད་མི་མང་ལ་ཕན་ཐོག་ཡིན་ན་བསམ་ལེ་ཡིན་དེ་ནས་ད་ལྟ་ནལ་བོན་ཟེར་གྱི་སྨད་དུ་ཁ་མ་གཅིག་དུ་མལ་བོན་ཟེར་གྱི་དགོན་ལོག་དེ་ཉིན་པ་ཅིག་ཡོད་ལ་མ་རེད་མོན་པ་འགའ་ལ་མ་རེད་ད་དེང་སང་གི་བླ་ལོག་གྲྭ་ལོག་སྤྲུལ་ལོག་འདི་ཚོ་ནི་སྐད་ཆ་ཐད་ཡང་དུ་ཧིན་ཀོང་རུས་པའི་དུས་ན་ཨ་ནི་པའི་ཆུ་ཁྱི་གི་འདྲ་རེད་རུང་ཟེར་གྱི་རེད་དེ་ཁྱད་པར་མེད་བླ་མ་ངོ་མ་གཅིག་གི་གོ་ན་ང་ཚོ་བླ་མ་ཕྱི་ཡ་འདྲ་པོ་དེང་སང་ད་རེ་གཉིས་འདུག་བ་དེ་ཚོ་གི་གཅིག་གོ་ན་ནི་ཐུགས་རྗེ་ལས་ང་བརྒྱ་ཆ་བརྒྱ་ཡིད་ཆེས་ཡོད་འོ་དེ་ཡིན་ད་དེ་རིང་ང་ཚོ་དེ་མ་ཐུག་བཤད་རྒྱུ་མིན་གི་དེ་ནི་ཉན་ན་ནི་དེ་ཡིན་མ་ཉན་ན་ནི་ག་པར་བརྗོད་ཐུབ་ཀྱི། ཨ་མའི་བུར་བསྟོད་པ་བརྗོད་ག་རེ་ཞིག་གི་ན་ང་ལ་ནི་ཆད་པ་མེད་བཀྲ་ཤིས་བདེ་ལེགས། ཨོ་ཡ།